ལྷན་རྒྱས་སྐུ་ཁམས་བཟང། དགོས་པ་ནི་བློན་རོ་ནོར་བུ་ཚེ་རིང་ཡིན། ད་དེ་རིང་མུ་མཐུད་ཉང་རལ་དང་འབྲེལ་བའི་ལོ་རྒྱུས་ལས། སྔ་མོ་མིང་གྲགས་ཧ་ཅང་གི་ཆེ་བའི་རྒྱལ་པོ་ཆེ་ཁག་འབྲོག་མེད་པའི་སྐོར་རོབ་ཙམ་ཞུ་རྒྱུ་ཡིན། ད་དེ་ཡང་འབྲོག་མེད་པའི་གཟིམ་ཤག་གནས་ཡུལ་ནི། ད་ད་འདི་ཡིན་ན་ཉང་རལ་གྱི་ཕྱིས་སུ་གྲོང་ཚོའི་ཁོངས་སུ་ཡིན་པ་དང། ད་སྔོན་མ་ཡིན་ན་འབྲོག་མོད་པ་བསོད་ནག་རབ་བརྟན་དང། འཕྲིན་ལས་རྒྱ་མཚོ་གཉིས་ནས། དགའ་ལྡན་ཕོ་བྲང་པས་སྡེ་སྲིད་གནང་རྗེས་ད་གཙང་པོ་རྒྱལ་པོ་གཏོར་དཔང་བཏང་ནས་དགའ་ལྡན་ཕོ་བྲང་འཛུགས་རྒྱུར་དབུས་ན་བྱས་རྗེས་ཧ་ཅང་གི་ཆེན་པོ་བཞག་འོས་པས་རྔ་པ་ཆེན་པོ་ཡིན་ནས་ལས། དུས་རྒྱུན་འབྲས་སྤུངས་ནས་ལྷ་སར་ཕེབས་ལམ་གྱི་ཞོར་ཡིན་ན་ཉང་རལ་འབྲོག་མེད་པར་ཡང་ཡང་ཕེབས་པའི་ལོ་རྒྱུས་འདུག། འབྲོག་མེད་པའི་སྐུ་རྒྱུད་ནང་ནས་ད་བོད་ཀྱི་ལོ་རྒྱུས་ཐོག་ལ་སྐད་གྲགས་ཧ་ཅང་གི་ཆེན་པོ་ནི་སྡེ་སྲིད་སངས་རྒྱས་རྒྱ་མཚོ་ཡིན་པ་དང། ཁོང་འཁྲུངས་ཚེ་ཡིན་ནས་ལས་འབྲོག་མེད་པ་རང་དུ་ཡིན་པ་ཚོད་མེད་ཡིན་པ། ཁོང་གི་སྐུ་ཡོན་དང། འཇོན་ཐང། ལྷག་དོན་དུ་ད་བོད་ཀྱི་ཆོས་སྲིད་དང། རིག་གཞུང། སྨན་རྩིས་ཐད་ལ་ཡིན་ན་བརྗེད་གཞི་ཧ་ཅང་གི་ཆེན་པོ་བཞག་གནང་ཡོད་པ། གོང་ཞུས་པ་ནང་བཞིན་འབྲོང་བན་བ་ཟེར་བའི་ཁྱིམ་རྒྱུད་ཆེན་པོ་དེར་སྡེ་སྲིད་རིམ་པ་ཕེབས་མྱོང་བས། ད་ཁོང་ཚོའི་མཛད་རྗེས་ཅི་ཡང་ཤོད་སྲིད་ཅེས་ཞུས་པ་ཡིན། ད་ད་ལྟ། འཛམ་བུ་གླིང་ལ་ངོམ་ཆོག་པའི་རིག་གནས་ཤུལ་བཞག་རྩེ་ཕོ་བྲང་སྤོ་ཏོ་ལ་ནི་རྔ་པོ་ཆེན་པོའི་བཀའ་བཞིན། འབྲོག་མེད་པའི་མི་ངོ་གཉིས་ནས་རྟ་ཐུག་མཁན་གཙོ་བོ་ཞེས་ཀྱི་ཞང་གནང་བ་དེ་འདྲའི་ཅི་རིགས་བཞག། དེ་ཡང་རྟ་ཕོ་བྲང་དཀར་པོ་ནི་འབྲོག་མེད་པ་བསོད་ནམས་རབ་བརྟན་ནས་ཞེས་གནང་བ་དང། ཕོ་བྲང་དམར་པོ་ནི་རྟ་ཁོང་གི་ཚ་བོ་ཡེ་སྲིད་སངས་རྒྱས་རྒྱ་མཚོས་ཞེས་གནང་བ་དེ་འདྲའི་ཅི་ཡིན་པ། ད་བྱས་རྗེས་འདི་སྤྱི་བོ་གི་ཐོག་ནས་རྟ་ཚང་མའི་ལོ་རྒྱུས་ཐོག་མི་ཚང་འདིའི་གནས་སྤོས་ཡིན་མྱིན་གང་འདྲས་བྱེད་མིན་ཐོག་ལས་ན་ཚོད་དཔག་གནང་ཐུག་མདོག་ཁ་བ་རེ་ཟིང་པོ་འདུག་ད་ཕྱི་ལོ་ཆིག་སྟོང་བདུན་བརྒྱད་ཁྲི་མེད་གསུམ་ལོར།

ད་ཁོང་ནས་ཤུགས་ཚོན་ཆུང་ཆུང་གཉིས་དང་ཐོག་ད་བྱ་དམ་གྱི་ཤུབས་ན་ཚོགས་གཙང་གནང་བ། ཀྱི་སྲིད་ཀྱི་ཤུགས་འཕེལ་རྩ་ཡོད་ས་ཡ་རྩ་བོད་གནང་བྱས་ད་ད་འདི་ཡི་ནས་ལས་ཞུགས་གཏོང་ད་གཟིམ་གང་ལས་མཐོ་བ་དེ་འདི་ཆགས་ཡོད་ད་ཁོང་ཡི་ནས་ལས་བློ་ཕམ་དགོས་པ་ཞིག་ལོ་ཤས་གོང་ལ་སྐུ་ཚེ་རྫོགས་ཟིན་པ་དང་ད་ད་འདི་ཡི་ནས་ཁོང་གི་བུ་རྒན་གཞོན་ནས་ད་མུ་མཐུད་གྲོང་མེད་པའི་ཀང་ཤུལ་ལ་ཡི་ན་བདག་སྐྱོང་ཧུར་ཐག་གནང་བཞིན་འདུག་གྲོང་མེད་པའི་ཉེ་འཁོར་ལ་ད་འདི་སྲིད་དང་བྲལ་བའི། འཇིགས་ཡུལ་མང་པོ་ཞིག་མཐོང་ཡང་འདུག་པས། ད་ཕྱིས་ཆུང་དུས་ཚོད་ཅུང་སྤེལ་ན་ཨང་དགོས་པས་རེ་རེ་བཞིན་ལྷན་རྒྱས་ལ་མུ་མཐུད་ངོ་སྤྲོད་ཞུ་རྒྱུ་ཡིན་པས། ད་རང་ཡུལ་གྱི་ལོ་རྒྱུས་ལ་ཐུགས་སྣང་ཡོད་པའི་རྒན་གཞོན་ཚང་མས་དོ་སྣང་དང། བརྒྱུད་སྐུར་གང་མང་གནང་རྒྱུའི་རེ་བ་ཞུ་རྒྱུ་ཡིན། ལྷན་རྒྱས་རྗེས་མའི་ལེ་ཚན་ནང་མཇལ་ཡོང།